སླར་མས། ཆབ་སྲིད་ནང་དེ་འདྲའི་གི་ཅིག་གི། ཐེ་གཏོགས་རབ་བྱས་བྱས་ཡོང་དུས་ཙང་ནས་ང་ཚོ་དེ་སྔའི་ལོ་རྒྱུས་ནང་ཆ་བཞག་ནས། དེ་བསྟན་པ་ལ་ཕན་ཡོད་མ་རེད་བསྟན་པ་ལ་གནོད་ཡོད་རེད། ངས་ནམ་རྒྱུན་བཤད་བསྡད་ཀྱི་ཡོད། བླ་མ Politics། བླ་མའི་ཆབ་སྲིད་ཞིག་ལིག་འདུག་བ། ག་ལ་དག་ནང་འདི་བ་ལས་བླ་མ Politics ཡོང་གི་ཡོད་བས་སོར་བཞི་འདུག་བ། མོ་ཁོ་རེ་འདི་ཚོ་ཁྲལ་དེ། དེ་བསྟན་པ་ལ་ཕན་གྱི་མ་རེད་བསྟན་པ་ལ་གནོད་གི་རེད། ཤེས་སོང་བ། དེ་འདྲ་ཡིན་དུས་ཙང་ནས་དེ་བསམ་བློ་འཇབ་འཇུག་རེད་མིག་རྒྱང་ཐུང་ཐུང་རེད། བློ་བཀྲེས་སྡུག་བྱས་ནས་ཨེ་ནི་བླ་མ་པོ་ལི་ཀྲིགས་སུ་ཡོང་བསྡད་ཀྱི་འདུག་ག་ཁྱོད་ནི་མ་གོ་ར་ད་རྫུན་ཁྲལ་འོ་ད་བླ་མ་པོ་ལི་ཀྲིགས་སུ་ལས་མི་ངོ་རྒོལ་མཐར་ཕྱིན་པ་ཡོད་ང་སྒེར་ལ་མ་དགའ་བྱེད་བ་ག་གེ་མེད་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་རས་ལ་བསམ་བཏགས་ནས་ཀླུ་སྒྲུབ་ཡབ་སྲས་ཀྱི་ཞལ་རས་ལ་བསམ་བཏགས་ནས་ང་ཚོ་བསྡད་ད་ཀླུ་སྒྲུབ་ཡབ་སྲས་ཀྱི་རྗེས་འབྲང་ཉུང་ཤས་ཤིག་ཡོད་བསྡད་པ་འདིའི་འདི་ཨེ་ནི་གཅིག་གི་གཅིག་འདི་ཡ་བློ་པོ་ལི་ཀྲིགས་སུ་ཞལ་བཞེས་དེ་འདྲ་གང་ལ་མཆིས་པ་ཡིན་ན། འདི་གར་དགོངས་དགོས་རེད། རྒྱལ་བ་ཞི་ཁྲོ་རབ་འབྱམས་མི་མངོན་དབྱིངས་ནས་སྲིད་བཞུགས་པ་རེད། ད་ང་ཚོས་དེ་ཉུང་ཤས་ཤིག་ཡོད་བསྡད་པ་རེད་བ། སངས་རྒྱས་ཀྱི་བསྟན་པ་བས་དངོས་གནས་ལྟ་ཅིག་ཕྱོགས་གཅིག་ནས་བསམ་བློ་བཏང་ན་ཉམས་མེད་པའི་དུས་ཚོད་རེད། ང་ཚོ་བོད་ལ་ཆ་བཞག་ན་ད་ཐབས་སྐྱོ་པོ་བཞི་བཅུ་གང་བསྡད་བསྡད་བ་རེད། དེ་འདྲ་གཅིག་གི་ཁ་ཐུག་ལ་ཡ་གཅིག་ཉུང་ཤས་ཤིག་ཡོད་བསྡད་པ་དེ་ཡིན་དེ་ཨང། ད་ང་ད་ཁོག་ས་ཆགས་ནས་འདི་བཤད་ཀི་བསྡད་ན་ཇེ་བབ་ཆུང་བ།